མི་ཚོས་དེ་ངོ་ཚར་གྱི་ཡ་ཁག་པོ་རེད། སེམས་ལ་དེ་འདྲ་ཡིན་དུས་འདི་ཡག་པོ་ཆུབ་བྱུང་ཤག། འོན་པའི་ནོར་བུ་ཅིག་བསམ་གྱི་མི་བརྒྱ་བ་རེད་སྔོན་ན་དགྲ་གནས་དང་མི་ཁའི་ཤ་ཁྲ། ཕལ་ཆེར་སྔ་འགྱུར་རྙིང་མའི་གདན་སའི་ནང་ནས་ད་ཤ་ཁྲ་རྒྱ་ཆེ་ཤོས་ཡག་ཤོས་ཆགས་བསྡད་པ་རེད་ཞེ་དྲག་ཡག་པོ་ཡིན། ཨེ་རིན་པོ་ཆེ་ཁོ་རང་ཆ་བཞག་ན། ངོས་ནས་དྲ་གནས་དང་སྐུ་ཚེ་རིང་པོ་སྐུ་ལས་སྐྱོན་ཆེ་དང་སྐུ་ཞི་ཆགས་འགོ་སྟོན་ཚུགས་པའི་ཁ་ཐུག་ནས་བྱས་ནི་རིན་པོ་ཆེ་སྐུ་ལས་སྐྱོན་ནི་རིན་པོ་ཆེ་སྙིང་སྟོབས་ཧ་ལས་པ་རེད་ཞེ་རང་ཡག་པོ་ཡིན་མ་གཏོགས་ཇི་ལྟར་ངས་ཡང་ཟེར་དེ་འདི་རིན་པོ་འདི་དེའི་ཡང་འདི་ཡོད་བསྡད་པ་འདི་ངོས་ནས་ཅིག་དཔེ་ཀླུ་བཅུ་བདུན་ད་འདི་ད་བཞུགས་དེ་ངོས་ནས་བྱས་ན་ལོ་རྒྱུས་ཐོག་ཏུ་བྲི་དགོས་རེད་ཅེས་གསུང་བ་འང་ངས་ཡང་འདི་ཅིག་གསོལ་འདེབས་ཅིག་བྲིས་ཤོག་རེད་ལ་འདིར་མ་གཏོགས་ཚེ་འབྲེལ་ཤེར་རྟོགས་སུ་བྱུང་པ་ཡིན་ན།

ད་ལྟ་དུས་རབས་བཅུ་རྩ་བཞི་པའི་ནང་ལ་ཡང་འཛམ་བུ་གླིང་གི་ཚན་རིག་པའི་མཁས་པ་དེ་འདྲ་ཐུག་ཡོད་འདུག་རྩ་ནས་ཁོ་ན་ཚོ་བརྩམས་པའི་ལེགས་བཤད་ནང་གི་ད་ཅིག་ཚན་རིག་སྡེ་ཚན། ལྟ་གྲུབ་ཀྱི་སྡེ་ཚན་འདི་གཉིས་འདི་ད་རི་སྐྱེས་ས་ཡིན་ནས་འཛམ་བུ་གླིང་འདི་སྒང་ལ་ཚོང་དང་མ་བཟུང་ནས་གྲིམ་ཡག་ཡོད་དོ་ཆགས་དེ་ཡོད་རེད་བ། ཅིག་ལྷ་བསྒྲུབ་རྙེད་པ་དང་ཟེར་ཏེ་ང་ཚོ་ནང་པ་རྐྱང་རྐྱང་ལ་མ་གཏོགས་ནང་པའི་ནང་ལ་ཡིན་ནའི་ཉུང་ཤས་ཅིག་ལ་མ་གཏོགས་ག་སུ་ལ་བོད་སྐད་ཁྲིམས་ཡག་ཡོག་མ་རེད་ས་དེ་འདྲ་ཡིན་དུས་དཔལ་འབྲུག་བཅུ་བདུན་གྱི་སྐུ་ཐང་དེ་དེ་འདྲ་རིན་པོ་ཆེ་འདུག་སེམས་པ་ཁྲིད་གནང་དེ་ཡག་པོ་ཤོམ་བྱུང་ཞབས་ཐང་བཅར་བདག་དེ་འདྲ་ཡིན་དུས་ངས་འདི་ཞུ་དགོས་ཡ་དེ་གང་ལྟར་ང་ཚོ་བོད་ཀྱི་སངས་རྒྱས་པའི་ཆོས། པའི་ནགས་ལེན་འདྲ་ནི་བརྒྱུད་དེ་པའོ། དེ་འདྲས་ཀྱི་ད་ཆོས་འདི་གང་ད་རྒྱ་གར་ནས་ཚུགས་བྱུང་བསྡད་པ་ཅིག་རེད། བོད་ཀྱི་མཁས་པ་ཅིག་གིས་གསུངས་ཡོད་རེད། བོད་གངས་ཅན་གྱི་ལྗོངས་འདི་ཨ་ནི། དང་གང་གི་ཤུགས་ཆེན་པོ་ཡོད་བསྡད་པས་ད་ལུང་པ་བྱིན་འདུས་རྩ་ནས་གང་གི་རང་བཞིན་གྱི་མདོག་དེ་ཁ་བའི་མདོག་དེ་དཀར་པོ་དག་འོད་འཕྲོ་དེ་ཡང་ཅི་རེད་དེ་ཡང་རེད་རེད་དེ་ཡིན་ནི་རྒྱ་གར་ནས་ཨེ་ནི་སངས་རྒྱས་པའི་ཆོས་ཀྱི་ཉི་མའི་འོད་དེ་བོད་ལ་མ་སླེབས་བར་དུ་བོད་མི་ནང་བཞིན་བསྡད་ཡོད་རེད། རྒྱ་གར་གྱི་ཨེ་ནི་སངས་རྒྱས་པའི་ད་ཆོས་རྒྱ་ཆེ་ཞིང་ཟབ་པ་དེ་འདྲེས་ཀྱི་ཨེ་ནི་འོད་དེ་བོད་ལ་ཁྱབ་པའི་རྗེས་ལ་ཨེ་ནི་གངས་ཅན་གྱི་ཞིང་གི་རང་བཞིན་གྱི་ཨེ་ནི་འོད་དེ་འཕྲོས་བྱས་དེ་འདྲ་བྱུང་བ་རེད། དེ་ལྟ་བདེན་པར་ད་ས་དེ་འདྲ་ཡིན་དུས་རྒྱ་གར་འཕགས་པའི་ཡུལ་གྱི་ང་ཚོ་བོད་ཀྱི་ཕྱོགས་གཅིག་ནས་ང་ཚོ་བོད་པ་ཆ་བཞག་ནས་ས་སེའུ་ཧུད་ནང་ལ་ཡོད་བསྡད་པའི་བོད་པ་ཚོའི་ཀླད་པ་འདི་སྐྱོ་བོ་རང་ཡོད་མ་རེད། བོད་པ་ཀླད་པ་སྐྱོ་བོ་མེད་པ་ཅིག་ཡོད་པའི་ཁ་ཐུག་ལ་ཡ་རྒྱ་གར་ནས་བོད་རྣམ་དཔྱོད་ཀྱི་རྩལ་ལས་མི་ཡི་རྣམ་དཔྱོད་ཕུལ་དུ་ཕྱིན་པ། དེ་ཚོའི་རྣམ་དཔྱོད་ཀྱི་རྩལ་ལས་ཐོན་ཤེས་པའི་ལེགས་བཤད་དེའི་རིགས་གཅིག་བོད་ཀླད་ཡུལ་འདི་ཚང་ནས་བོད་པའི་མིའི་རྣམ་དཔྱོད་བཀྲ་བོ་ཡོད་པ་དེ་དག་ལེགས་བཤད་རྨད་དུ་བྱུང་བ་གཉིས་པོ་དེ་འདུག་འཛོམས་ཡོང་དུས་ཙམ་ནས་ང་ཚོ་བོད་ཀྱི་ད་སངས་རྒྱས་ཀྱི་བསྟན་པ་དེ་རིགས་སྐལ་བཟང་འཛམ་བུ་གླིང་འདི་གང་ལ་ལྟ་བས་ན་ང་ཆ་བཞག་ན་ངས་ཆ་ངས་དཔེར་ན་དངོས་སུ་ད་མྱོང་ལ་མྱོང་ལ་ཆ་བཞག་ན་ད་ལོ་ལྔ་བཅུ་ང་ལྔ་འདིའི་རིང་ལ་ད་མི་འདྲ་མི་འདྲ་ཐུག་གི་ཡོད་རེད་ཨེ་ནི་འཛམ་བུ་གླིང་འདི་གང་གི་ད་ནང་པའི་ཡུལ་ཁག་གི་དངོས་གནས་དྲང་གནས་ཀྱི་མཁས་པ་སྒྲུབ་པ་འདུལ་བ་འཛིན་པ་ད་མང་པོ་ཐུག་གི་ཡོད་རེད།

ཅིག་མཁས་པའི་དབང་པོ་དེ་ཡེ་ཐིག་གིས་ང་ཚོར་ཅིག་བློ་སྦྱོང་སྤྲད་བཞག་པས། ཅིག་ཕི་གེ། རྣམ་དཔྱོད་ཀྱི་ཕི་གེ་འདུག་བསམ་བློ་གཏོང་སྟངས་དང་ཅིག་དཔྱད་སྟངས་དེ་བྱས་ཡོང་དུས་ཙམ་ནས་ཕལ་ཆེར་བོད་ལ་ཡོད་བསྡད་པའི་སངས་རྒྱས་ཀྱི་ཆོས་འདི་ཟབ་ཞུ་བྱ་ཐུབ། ཨེ་རེད་ང་ཚོ་སྤོབས་པ་བྱེད་ཡག་ཅིག་ལ་ཡ། དེ་འདྲའི་གི་སངས་རྒྱས་པའི་ཆོས་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཟབ་ཅིང་རྒྱ་ཆེ་བ་འདི་ཡེ་འདི་ལེགས་སྦྱར་སྐད་ནས་བསླབ་ཁུག་ཡོད་མ་རེད། ཧིན་དྷིའི་སྐད་ནས་བསླབ་ཁུག་ཡོད་མ་རེད་པཱ་ལིའི་སྐད་ནས་བསླབ་ཁུག་ཡོད་མ་རེད་ཚང་མ་ལོ་བོད་ཡིག་ནང་ལ་ཆ་ཚང་ཡོད་བསྡད་པ་ཞིག་རེད། བཀའ་འགྱུར་བསྟན་འགྱུར་པུ་ཏི་སུམ་བརྒྱ་དེ་ཡིག་དེ་ཚང་མ་ལོ་བོད་ཡིག་ནང་ལ་ཡོད་བསྡད་པ་རེད། དེ་འདྲའི་བསམ་བློ་བཏང་དུས་ང་ཚོ་བོད་གངས་ཅན་གྱི་ཆོས་རྒྱལ་ལོ་པཎ་བཀའ་དྲིན་ཅན་དེ་ཡིག་དེ་དངོས་གནས་དྲ་གནས་ཀྱི་བཀའ་དྲིན་བསྐྱངས་ཤག་བསམ་ནས་དྲན་ཡག་ཞིག་འདུག་བ། ས་དེ་རིང་ཡིན་དུས་ཚང་ནས། གང་ལྟར་ང་ཚོ་འཕགས་པའི་ཡུལ་གྱི་སྔར་ཡིན་ནས་དེ་འདྲ་ཞིག་གི་ད་བཀའ་དྲིན་བསྐྱངས་ཤག། ང་ཚོ་བཙན་བྱོལ་བ་ཆགས་ནས་དཀའ་ངལ་ཆེན་པོ་འཕྲད་པའི་རིང་དེ་ལས་རྒྱ་གར་འཕགས་པའི་ཡུལ་གྱི་ང་ཚོ་འདི་ཡིན་དེ་ཞིག་རྐང་པ་བཙུགས་ས་ཆིག་ད་རྐང་པ་བཙུགས་བ་གསུང་དུ་མ་ཟད་པས་ཨེ་ནི། ཞིག་རྒྱ་གར་གྱི་རང་དབང་ད་ཨེ་ནི། རྒྱ་གར་མི་དབུས་གཞུང་རེད་ས་གནས་གཞུང་རེད་མི་དམངས་ཚོ་རེད་མང་པོ་གཅིག་གིས་ང་ཚོ་ཕག་རྒོད་ཀྱི་ད་ལོ་སྟོང་ཕྲག་རིང་གི་མཛའ་འབྲེལ་གྱི་འབྲེལ་བ་ཟབ་པོ་དེའི་ཐོག་ནས་ད་ང་ཚོ་ཡ་ཤ་ཚ་གཅིག་ད་རྒྱབ་སྐྱོར་བྱེད་དགོས་འདི་ཡོད་རེད་དེ་འདྲ་ཞིག་གི་ཐོག་ནས་ད་ང་ཚོ་དེ་དབུགས་གཏོང་ས་ཡོད་པ་རེད་ཅེས་ད་དབུགས་གཏོང་ས་ཡོད་པ་ཚོ་དང་མ་ཟད་པའི་ཅིག་ང་རང་ཚོས་ཅིག་ཆོས་དང་རིག་གཞུང་ཅིག་ཡོད་བསྡད་པ་དེ་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་བྱེད་ཡག་ཅིག་གི་ང་ཚོ་གོ་སྐབས་དེ་འདྲ་བྱུང་བ་རེད་ལ་ད་དེ་འདྲ་ཅིག་གིས་ད་ང་ཚོ་མཐུན་རྐྱེན་ཅིག་འཛོམས་བསྡད་པ་དེ་འདྲ་ཡིན་རྩ་ནས་ཨ་མདའ། རྒྱ་གར་འཕགས་པའི་ཡུལ་གྱི་ད་ཅིག་མི་མང་རེད་ད་ག་ནས་ཕྱིན་གྱི་ནི་གཞུང་རེད་ཚང་མ་ལབ་ལ་ཡ་ང་ཚོ་བཀའ་དྲིན་རྗེས་སུ་དྲན་དགོས་ཨ་ཅེ་གལ་ཆེན་པོ་རེད་ཤག་ང་དེ་ཞུ་སྙིང་འདོད་སོང་ཨེ་འདར་དེ་ཨ་མདའ། ང་ཚོའི་ཨ་མདའ་གནས་སྟངས་སྐོར་ལ་ཡ་ད་ག་སྲིད་སྐྱོང་གི། བཀའ་སློབ་གསལ་བཤད་ཡག་པོ་ཞིབ་བྱུང་སོང། ད་ག་ནང་བཞིན་གྱི་ང་ཚོ་ཚོགས་གཙོའི་ཐོག་ནས་ཡིན་ནི་དངོས་གནས་རང་ཅེས་བཀའ་སློབ་དོན་སྙིང་ལྡན་པ་ཅིག་གནང་བྱས་བྱུང་སོང་ཁྱང་ཉིད་དངོས་གནས་ཅིག་རྒྱུན་དུ་སིམ་པོར་ཡོད་ནི་ཨ་ནི་དགེ་ཅིག་བཞེས་ཀྱི་ཡོད་རེད། ད་ག་ཟེ། སང་ཉིན་མཛད་སྒོ་འཇོག་རེད་ཨིན་སྐད་ཆ་ག་རེ་བཤད་དགོས་འདུག་ཟེར་མ་ད་ག་ཟེ་མ་གཅིག་ཟིན་བྲིས་རུ་གཅིག་རྒྱབ་ཆེ་འདྲ་ཆག་པོ་བཤད་ཤེས་པ་སྐད་ཆ་མ་རེད། ལོ་ནས་ལོ་བསྟུད་ནས་སེམས་ཁུར་བླངས་ནས་ད་ཉམས་མྱོང་བསགས་བྱས་དེའི་རི་ཐོག་ནས་ད་ད་བཀའ་སློབ་གསུང་བཤད་དེ་དེ་འདུག་གནང་བ་རེད། ཁྱེད་རང་གཉིས་ཐུགས་རྗེ་ཆེ་ཞུ་གི་ཡིན། ད་དེ་ནས་དེ་རི་དེ། ད་ཕྱི་ལོག་ལས་ཁྱང་ཚུ། ཡོན་ཏན་ངན། ཨ་མདའ་བོད་མི། ད་གའི་ཉེ་འཁོར་ཡོད་པའི་བོད་མི་ཚོ་རེད། ད་ག་ནས་ཤིང་གི་ལྷག་པར། བླ་བྲག་ཁྱང་ཚུ་དེ་མང་པོ་ཅིག་ལས་དེ་བཞག། ད་ངས་ལས་འདི་གཡས་གཡོན་ཚང་མ་ལོག་ལས་ང་དེ་འགྲོ་ཐུ་ཡག་གི་ཀོ་དུས་ཚོད་མི་འདུག། ད་སང་གནང་མྱོང་ཡང། བྷེ་ནམ་ཨི་སི་འབྲེལ་ཡག་ཅིག་ནང་ཆུ་ངོ་སྤྲོད་བྱས་དེ་འདྲ་བྱས་བྱས་ཁུག་ཡོད་ད་དུས་ཚོད་གོ་ར་མི་འདུག་དེ་འདྲ་ཞིག་རེད་སྨན་དེ་ནས་ཉི་མ་གཉིས་གསུམ་ཞིག་ཐོག་ལ་ད་ང་ཡུ་རོབ་འགྲོ་ཡག་རེད་སང་ཚེ་སང་ང་ཕག་ཚོགས་འགྲོ་ཡག་རེད་འདུག་དྲན་མ་འགུ་ཅིག་ངས་འགྲོ་གི་ཡིན་ཟེར་གི་བ་མ་རེད་ཤོག་ཤོག་ཤོག་ཤོག་ཟེར་གི་བ་རེད་ཨེ་ལེ་འགྲོ་སོང་ཁོ་རང་ཚོས་གཏོང་གི་ཡིན་ཤོག་ཤོག་ཤོག

ཚུར་ཤོག་ཕར་ཤོག་ཟེར་ནས་རིམ་བྱོན་ཚང་ནས་ལོ་འདི་ལས་གཞོན་ཅིག་ཡིན་ན་བསམ་གྱི་རེད་བྱ་ཡོང་གི་བཟང་ཟོ་རེད་ཡ། ད་དེ་ཡོང་ཡ་མེད་པའི་གནས་ཚུལ་རོ་ཆོག་གི་མི་འདུག་བ་ཀེ་ཧྲི། བྱས་ཙང་འོ་དེ་འདྲས་ཡིན་དུས། ངས་འདི་གཡས་གཡོན་ལས་ཕག་སོ་ངེར་ལྟར་འགྲོ་ཡི་ཐུག་དུས་ཚོད་ཁོ་ཡོང་གི་བ་མ་རེད་གང་ལྟར། མདོ་དོན་སྙིང་པོ་ང་ཚོ་བོད་མི་རིགས་ཟེར་ཡ་དེ་ད་གིས་ལབ་པ་ནང་བཞིན་རེད། དངོས་ནས་ཆིག་འཛམ་བུ་ནས་འདི་གང་ལ། མི་གྲལ་ལ་ཚུད་ངེས་ཅི་རེད་འདུག་བ། སྐྱོ་བོ་ཁྱོད་ནི་རེ་མི་འདུག་བོད་པ་སེམས་ནི་འདི། ཨེ་ནི་སྙིང་སྟོབས་བྱ་བཞག་ནི། དཀའ་ངལ་རིམ་པ་བརྒྱུད་ནས་འགྲོ་གི་ཡོད་རེད་དེ་ཡིན་ནི། དངོས་ནས་རང་སྙིང་སྟོབས་ཞུམ་པ་མེད་པ་རྒྱུ་བ་མེད་པ་དང་ལྷག་བསམ་རི་ལྟར་བརྟན་པོ་ལྡན་མཁན་གཅིག་གི་མི་རིགས་ཤིག་རེད་འདུག་བ་གྱོང་གུ་ཆག་རེད་འདུག་བ། ཚེ་འདི་འདྲ་ཡིན་དུས་ང་ཚོ་ཀྱང་ལུག་ཕྲུག་དང་གཙོ་བོར་གྱུར་པའི་ཀྱང་མཛངས་པ་ལོ་སོ་སོ་བོད་པ་སྦྱིན་པ་འདི་སུ་སེམས་ནང་ལ་ཡང་སྤོབས་པ་ཀོ་རེད། ཤེས་སོང་ང། སྤོབས་པ་བྱས་ནས་ཡང་ཅིག་མི་ལ་མཐོང་ཆུང་བྱས་ཡ་སོར་ཀྲོག་ཀྲོག་བྱས་ཡ་སོར་འདི་ལ་ཁྱོད་ནི་མ་རྟ། སོ་སོ་སེམས་ཀྱི་ནང་ལོག་ལ་ཡང་ང་ཚོ་ཐུག་པ་རེད་བསམ་པ་ཅིག་གི་སྤོབས་པ་ཀོ་རེད། ཡང་སྤོབས་པ་དང་ང་རྒྱལ་འདྲེས་ན་ཡག་པོ་ཡོག་མ་རེད་ཨེ་ནི་མི་ལ་མཐོང་ཆུང་བྱས་ཧམ་པ་བཤད་མགོ་ཁོག་དང་སྐྱག་རྫིན་བཤད་བྱས་ན་མ་རུ་ར་བ། སྤོབས་པ་བྱས་ནས་དངོས་གནས་བདེན་པ་རྒྱུ་མཚན་ཡོད་བསྡད་པ་དེ་དཀའ་ངལ་ག་རེ་འཕྲད་ནས་གདོང་ལེན་བྱེད་ཐུབ་ཀྱི་རེད་བསམ་པ་ཞིག་གི་སྤོབས་པ་དེ་གོ་བ་རེད། བོད་མི་རིགས་སྤྱི་ཡོངས་ཀྱི་ཆ་ནས་དངོས་གནས་དྲང་གནས་ཀྱི་བོད་དགེ་སྙིང་སྟོབས་ལྡན་པ་ཞིག་བྱས་བསྡད་ཡོད་བ་རེད་ང་ཚོ་དེ་བཙན་བྱོལ་ལ་ཡོད་མཁན་ཚོ་ཡིན་ནས་དེ་དེ་བཞིན་བྱས་ནས་ལྷག་པར་མི་རབས་གསར་པ་ཚོས་དངོས་གནས་གཅིག་གི་ད་སེམས་ཀྱི་ནང་ལ་སོ་སོ་སོ་ཡིད་ཆེས་ཡོད་པ་དང་སོ་སོ་སོ་སྤོབས་པ་བྱས་ཡོད་པ་གལ་ཆེན་པོ་རེད། ཨེ་ད། དེང་དུས་ཀྱི་ཤེས་ཡོན་མེད་ན། འཛམ་བུ་གླིང་འདིའི་སྒང་ལ། ཡ། མི་འབྲེལ་ཚུལ་གྱི་མ་རེད། དེང་དུས་ཀྱི་ཤེས་ཡོན་གཅིག་གོ་རེད། དེང་དུས་ཀྱི་ཤེས་ཡོན་ཡོད་པ་ཡིན་ན་ཡང། དེང་དུས་ཀྱི་ཤེས་ཡོན་པའི་ཚད་མཐོ་པོ་ཡོད་པ་ཡིན་ན་ཡང། ང་རང་ཚོ་བོད་རང་ཉིད་ཀྱི་ད་རིག་གཞུང། གཙོ་བོ་ནང་སེམས་ཀྱི་ཨེ་ནི། བདེ་སྐྱིད་དང་འབྲེལ་བའི་ད་སེམས་ཀྱི་བདེ་སྐྱིད་ད་སེམས་ཀྱི་རྣམ་གཞག་ད་ད་རེད་ད་ག་ད་སེམས་ཀྱི་རྣམ་གཞག་ཡག་པོ་ཤེས་པའི་ཐོག་ནས་ཨེ་ནི། སེམས་ལ་བདེ་སྐྱིད་སྤྲོད་མཁན་དེ་ག་རེ་བྱེད་ཀྱི་འདུག་ག། སྤྲོད་མཁན་དེ་གི་གཉེན་པོ་དེ་ག་རེ་འདུག་ག། དེ་ཤེས་ཡོད་དུས་ཙང་ནས། སུ་ཡིན་ནའི་བདེ་སྐྱིད་འདོད་པ་མ་གཏོགས། སྡུག་བསྔལ་མི་འདོད་པ་སྡུག་བསྔལ་མི་འདོད་པ་ཚང་མ་འཇིག་པ་རེད། བདེ་སྡུག་གཙོ་བོ་དེ་སྒོ་ལྔའི་ཤེས་པ་ལ་བརྟེན་པའི་བདེ་སྡུག་ཅིག་པ་མ་རེད་གཙོ་བོ་ཡིད་ལུས་ལ་བརྟེན་པའི་བདེ་སྡུག་རེད། ཡིད་ལུས་ལ་བརྟེན་པའི་བདེ་སྡུག་ལ། སྡུག་བསྔལ་ཉུང་ངུར་གཏོང་ཡང་དང་བདེ་བ་ཤུགས་ཆེ་རུ་གཏོང་ཡང་ཟེར་མཁན་དེ་ཡིད་ལུས་ཁོ་རང་གི་སྟེང་ནས་གྲུབ་རྒྱུ་རེད་མ་གཏོགས། དངུལ་མང་པོ་ཡོད་ནའི་དེ་བཟོ་ཐུབ་ཡ་ཡོད་མ་རེད་ཉོབ་ཤ་རྒྱག། ཚོང་ཁང་ཚོའི་ནང་ལོག་ནས་འགྲོ་སོང་ཆེན་པོ་བཏང་ནས་ཉོ་ཡ་ཡོད་མ་རེད། བཟོ་གྲྭ་གཙོས་གམ་བྷིའུ་ཏྲ་སོགས་བཟོས་དྲགས་ནས་སེམས་ཀྱི་ཞི་བདེ་བཟོ་ཐུབ་ཡ་ཡོད་མ་རེད། སེམས་ཀྱི་ཞི་བདེ་ཟེར་ཡ་དེ། ཞི་བདེ་དཀྲུག་མཁན་དེ་ག་རེ་རེད་འདུག་དེ་ཤེས་མ་བྱེད། ཞི་བདེ་དཀྲུག་མཁན་དེ་གི་གཉེན་པོ་ཡོད་དམ་མེད་གཉེན་པོ་ཡོད་ན་གཉེན་པོ་དེ་གོམས་ན་ཤུགས་ཆེ་རུ་འགྲོ་གི་ཡོད་དམ་མེད་དེ་འདྲའི་དེ། ཚང་མ་རྣམ་འདྲེན་ལ་སོང་བ་ནང་བཞིན་རེད་བདེ་སྐྱིད་དེ་བསམ་བློ་བཏང་ནས་ཨེ། སེམས་ཀྱི་ཞི་བདེ་ཟིན་ཐུབ་པ་ཅིག་དང་ཞི་བདེ་གོང་ནས་གོང་དུ་སྤེལ་ཐུབ་པ་ཅིག་དང་བྱ་འདིར་བ་ས་འདི་ནས་ཡིན་དུས་ཙང་ནས་ཆོས་ལ་དད་པ་ཡོད་ནས་རེད་ཆོས་ལ་དད་པ་མེད་ནས་རེད་གང་དག་ཅིག་སངས་རྒྱས་པའི་གཞུང་ནས་གསུང་བཞག་པའི་སེམས་ཀྱི་འགྲོ་སྟངས་སྐོར་དེ་ཞིབ་ཅིག་གལ་ཆེན་པོ་རེད་ཤག་ས་འདི་ནས་ཡིན་དུས་དེང་དུས་ཀྱི་ཤེས་ཡོན་ཆ་ཚང་བརྗོད་པ་ཡིན་ནས་ང་ཚོ་བོད་རང་ཉིད་ཀྱི་སྐད་ཡིག་ནང་ལ་ཡོད་བསྡད་པའི་ཅིག་སེམས་ཀྱི་འགྲོ་སྟངས་དེ་ཚོའི་གྲས་དེ་ཤེས་པ་ཅིག

ཕན་ཐོགས་ཆེན་པོ་ཆགས་ཡོད་རེད་གལ་ཆེན་པོ་ཆགས་རེད་ཨོ་ད་དེ་ད་དེ་འདྲ་ཡིན་དུས་སྔ་མོ་ང་ཚོ་ཐོག་མ་དེ་བླ་བྲེ་བསུ་བའི་ཁ་ཐུག་ནས་ང་ཚོའི་ད་ཤེས་ཡོན་གྱི་སྲིད་ཇུས་འདབ་ཆགས་གཤོག་པ་ཟུང་ལྡན་ནང་བཞིན་གྱི་གོ་གི་རེད་དེང་དུས་ཀྱི་ཤེས་ཡོན་དེ་གཤོག་པ་གཅིག་ང་རང་ཚོའི་ལོ་སྟོང་ཕྲག་གི་རིང་གི་བོད་ཀྱི་ད་ཆོས་དང་རིག་གཞུང་སོ་སོའི་བོད་ཡིག་རང་ནང་ལ་ཡོད་བསྡད་པ་དེའི་དེའི་ཤེས་པ་གཅིག་བྱས་ནས་དེའི་གཤོག་པ་ཡག་གཅིག་བྱས་ནས།

ང་ཚོ་ཚང་མ་ལོངས་ཤིག་དམིགས་ཡུལ་རུ་ག་འདྲས་བྱེད་འདོད་པ་དེ་ཨེ་འདང། བླ་བྲག་སྤོ་དགོས་ཚོད་རེད་ཨེ་ན་ལྷག་པར་དུ་ཁྱང་ཚོ་དགེ་རྒན་ལས་བྱེད་ཚོས་ངེས་པར་དུ་འདི་སེམས་ཁུར་གནང་དགོས་རེད། བླ་བྲག་སྤོ་དགོས་ཚོར་ཡ་ཨེ་ན་ལྟ་རྟོག་བྱེད་ཡ་དེ་སོ་སོའི་ལྟོ་ཕོག་དོན་དག་ལ་ཅིག་ལས་ཀ་ཅིག་ད་ཉི་མ་གང་འགྱོ་ཚོར་འདི་མེད་པ་བྱེད་ད་འདི་བྱེད་དེ། ཕྱོགས་གཅིག་ནས་མི་རབས་མི་གཅིག་ལ་ཡང་ལོག་ཅིག་ཡོད་རེད།

ཐད་ནས་བརྟག་པ་དེ་ཞུས་བསྡད་ཀྱི་ཡོད། མཁས་མཆོག་དབྱིག་གཉེན་གྱིས་སྟོན་པའི་དམ་ཆོས་རྣམ་གཉིས་དེ་ལུང་དང་རྟོགས་པའི་བདག་ཉིད་དུ་དེ་འཛིན་བྱེད་པ་སྨྲ་བྱེད་པ་སྒྲུབ་པ་བྱེད་པ་ཁོ་ན་ཡིན་ཞེས་ནས་གསུངས་འདུག་ག། གཅིག་སངས་རྒྱས་ཀྱི་བསྟན་པ་ལུང་རྟོགས་ཀྱི་བསྟན་པ་གཉིས་ཡོད་རེད། སྟོན་པའི་དམ་ཆོས་རྣམ་གཉིས་དེ་ལུང་དང་རྟོགས་པའི་བདག་ཉིད་དུ། ལུང་གི་བསྟན་པ་དང་རྟོགས་པའི་བསྟན་པ་འདི་གཉིས་རེད། རེད་མ་གཏོགས་ཆོས་ཟད་རྫི་གུ་དེ་གས་གསུང་གི་མི་འདུག་བ། སྐུ་རྫི་གུ་རུ་འདྲི་ཡོད་པས་ནི་གས་གསུང་གི་ཟེར་གི་མི་འདུག་བ། ལུང་རྟོགས་ཀྱི་བསྟན་པ་ཟེར་བ་དེ་མིའི་ཤེས་པའི་རྒྱུད་ནང་ཚང་གོ་རེད། རེད་མ་གཏོགས་ལུང་རྟོགས་ཀྱི་བསྟན་པ་ཕྱི་ལོགས་འཛུགས་རྩོད་ཡག་ཅིག་ཡོད་མ་རེད་བ། ཕྱི་ལོག་གི་གཙུག་ལག་ཁང་འཛིན་གྱི་ཡོད་ན་མི་དགེ་རྡོ་རྗེ་གདན། དེ་ད་བར་སྐབས་ཤིག་ཉམས་གསོར་ཅིག་བྱས་བྱས་འདི་མི་དགེ་ཁྲ་ལྷ་མིའི་བཞུགས་ཡོག་རོ་དེའི་བསྟན་པ་ཆ་འཛིན་གྱི་སྐྱེ་མི་འདུག་གནས་སྐོར་འགྲོ་སར་ཅིག་དང་མཆོད་མཇལ་ཞུ་སར་ཅིག་མ་གཏོགས་ཁ་སྐྱེ་མི་འདུག་ས་དེ་རིང་ཡིན་དུས་བསྟན་པ་ཟེར་མཁན་དེ་ལུང་རྟོགས་ཀྱི་བསྟན་པ་རེད་ལུང་རྟོགས་ཀྱི་བསྟན་པ་དེ་ཤེས་རྒྱུད་ལ་ཚང་དགོས་ཀྱི་ཡོག་རེད་དེ་འདྲ་ཡིན་དུས་ཙང་ནས་ལུང་དང་རྟོགས་པའི་བདག་ཉིད་དུ་དེ་འདྲ་འདྲ་བོའི་ལུང་རྟོགས་ཀྱི་བསྟན་པ་དེ་ཨེ་ནི་འཛིན་སྐྱོང་ག་འདྲ་བྱ་བར་སླེབས་ན། དེ་འཛིན་བྱེད་པ་མ་བྱས་པ་འཆད་ཉན་བྱས་ནས་ལུང་གི་བསྟན་པ་དེ་འཛིན། སྒྲུབ་པ་བྱས་པ་ཟིན་ནས་སྒྲུབ་པ་ཉམས་ལེན་གྱི་ཐོག་ནས་རྟོགས་པའི་བསྟན་པ་དེ་འཛིན། ལུང་རྟོགས་ཀྱི་བསྟན་པ་གཉིས་པོ་འདི་འཆད་ཉན་དང་སྒྲུབ་པ་ཉམས་ལེན་གྱི་ཐོག་ནས་འཛིན་ཡང་མ་གཏོགས་ཐབས་གཞན་མེད་བྱས་ནས། དེ་འཛིན་བྱེད་པ་མ་བྱས་པ་སྒྲུབ་པ་བྱས་པ་ཁོ་ན་ཡིན་ཟེར་ཡག་གི་ཁོ་ན་ཟེར་ཡག་གི་ཚིག་འདི་མི་བདེན་རྣམ་འགྱུར་མ་རེད། ཤེས་སྒྲུབ་གོ་བ་རེད་ཟེར་བ་ཞིག་གིས་མ་རེད། ཤེས་སྒྲུབ་ཁོ་ན་ཡིན་ཞེས་པ་ནི་གཞན་ལྡན་རྣམ་གཅོད་རེད། ཤེས་སྒྲུབ་གཉིས་ལས་གཞན་པ་ཡོད་བ་མ་རེད་ཟེར་གསུང་གི་ཡོད་རེད། བདེན་འཛིན་བྱེད་པ་སྨྲ་བྱེད་པ་སྒྲུབ་པ་བྱེད་པ་ཁོ་ན་ཡིན། ས་དེ་འདྲ་ཡིན་དུས་ཚང་ནས་དགོན་སྡེ་ཡོད་དེ་ངས་ད་དགེ་འདུན་པ་ཚོ་ཨེ་ནི་བཙུན་མ་དང་བཅས་པ་ཁྱེད་རང་ཚང་མ་ལོག་གང་ལྟར་ཅིག།

ཁོ་གལ་ཆེ་དོན་ཆེ་ཡིན་དུས་ཙམ་ནས་ཁོ་བདག་སྐྱོན་ཞུ་བ་སྐྱོན་གྱི་མི་འདུག་བ། ཁྱེད་རང་ཚོ་མཁྱེན་གྱི་པ་རེད་དེ་ཡིན་ནའི་ངས་དེ་གཅིག་ཞུ་སྙིང་འདོད་བྱུང།